རྣམ་པ་ལྷན་རྒྱས་སྐུ་ཁམས་བཟང་ང་གླེང་སྟེགས་ལས་མཚན་ལ་གཟིགས་པར་དགའ་བསུ་ཞུ་དེས་ན་ད་ལྟ་ཁྱེད་ཅག་གིས་གཟིགས་བཞིན་པ་འདི་ཡིན་ན་ང་ཚོའི་གླེང་སྟེགས་ལས་མཚན་གྱི་མིས་པོའི་ཚེ་ནམ་ཞེས་པའི་མི་འབྲེལ་ལས་མཚན་ཡིན་དེ་རང་གི་ལས་མཚན་འདིའི་ནང་དུ་བཀོད་སྒྲིག་བྱས་པའི་གླེང་གཞི་ཡིན་ན་ད། སྲིད་པའི་མིག་མངས་ཞེས་པ་འདི་ཡིན། དེ་འདི་ན་རྣམ་པ་ཚོས་ང་ཚོའི་ལེ་ཚན་འདིའི་ནང་དོན་ལ་ཞིབ་ཏུ་གཟིགས་པར་དགའ་བསུ་ཞུ། ཚེ་འབྲུག་རྒྱལ་ཕ་ཡིས་མཚོ་ནུབ་ཁུལ་ཐེམ་ཚིག་རྫོང་དུ་སྐྱེས། ད་ལྟ་མཚོ་ནུབ་ཁུལ་གཏེར་ལམ་རྫོང་མཐོ་རིམ་སློབ་འབྲིང་དུ་བོད་ཡིག་དགེ་རྒན་གྱི་ལས་ཀ་གཉེར་བཞིན་ཡོད་ལ། ཁོས་ལོ་ངོ་བཅོ་ལྔ་ཡས་མས་ཀྱི་རིང་དུ་རང་གི་དགའ་ཕྱོགས་ལྟར་བོད་ཀྱི་ས་ཆ་མང་བོར་སོང་ནས་བོད་འགྱིག་བཞི་བཅུ་ལྷག་གི་འགྱིག་རྡུལ་དང་འདེད་གསོལ། ས་གནས་གང་དང་གང་དུ་འདེད་པ་དང། མིང་མི་འདྲ་བ་ཅི་འདྲ་ཡོད་པ། དེ་དག་གིས་ནང་དོན་ཅི་འདྲ་འཚོལ་བ་སོགས་ཀྱི་ཐད་རྒྱུས་ལོན་བྱས་ཤིང། རྒྱུ་ཆ་མང་བོ་ཞིག་མདོ་དབུས་ཁམས་གསུམ་ནས་འཚོལ་སྡུད་བྱས་ཏེ་ལེགས་འགྲུབ་བྱུང་ཡོད། དེ་རིང་གི་ལེ་ཚན་ནང་དུ་ཁོའི་ཡིད་སྔའི་ཉམས་ཞིབ་དང་སྦྲགས་ཏེ་བོད་འགྱིག་གི་རྣམ་གྲངས་དང་མཚོན་དོན་སོགས་ཀྱི་ཐད་ནས་གླེང་མོལ་བྱས་ཡོད། རེད། དེས་ན་འདིས་ད་ང་ཚོས་མིག་མངས་ཟེར་གྱི་ཡོད་ཀི་སྤྱིར་བཏང་གི། ད་ཡིག་ཆ་ར་འདི་བཟོ་ཡི་ན་མང་ཆེ་བ་གི་མིག་མང་ཟིག་དེ་འབྲི་གི་ཡོག་གི་རེད་རེད་ད་སྙིག་གི་ཁ་སྐད་གི་བཤད་ན་ཨ་མདོ་གི་ས་ཆ་ཁ་ཤི་ནི་ད་འདི་འཇིག་ཟིན་བཤད་ག་དེ་འདི་ན་འདི་ད་ཁྱེད་རང་གི་ར་ལོ་གང་མང་ང་ད་ང་ཚོ་འཇིག་ཟིན་ན་མིག་མང་འདི་ཞོག་ཨ་ཞིམ་འཇིག་ཅེ་ནི་རེད་དེ་ཡི་ན་ཐོག་མར་འཇིག་ཞི་བ་འདི་ལ་ང་ཚོ་མང་གི་འབོར་སྟངས་མི་འདྲ་བ་ཇི་འདྲ་ཡོག་གི་དེའི་ནང་ནས།

དག་ན་ཙིག་ཙིག་མི་འགྲིག་ན་དུ་མོ་བུ་ཚོར་བ་སྟེར་གི། དེ་ནས་ད་ངས་འདི་ནས་ད་འགྲིག་ཟིག་ད་ལས་འདི་ཤི་འགྲོ་དགོས་དོན་གི་རྒྱུ་མཚན་ཆགས་ཟིག་པར་ཟེར་ན། ཨོ་ཆོས་གི་དཔོན་ཆོག་གྱིས་ན་ད་གཙོ་བོ་མངའ་རིས་ཀྱི་ཕྱོགས་གྱིས་ན་ཆོག་གི། དེ་ནས་ཁམས་ཕྱོགས་གྱིས་ན་ཆོག་གི་ད་ཨོ་ཆོས་ཨ་མདོ་ས་མདོ་ས་ཀྱི་ཕྱོགས་གྱིས་ན་ཆོག་གི། དེ་ད་ལ་ད་འདི་མོ་ཟིག་གི་ཨོ་ཆོས་བོན་འདི་ད་ཆི་ཟིག་གི་ནི་ས་ཁམས་ཆེན་པོ་སྐད་ཆ་གི་སྟངས་ནས་བྱ་ན་ས་ཁམས་ཆེན་པོ་འདི་མོ་ད་གསུམ་ཟིག་ན་རི་ད་མི་ཆོག་གྱི་མེད་གི་མོ། ཡ་གཞན་པ་ཡང་དགར་སུ་ཡོད་གི་ར། འདི་ཤི་ད་ལས་བཤད་དེ་ཡོང་ན་ཁིར་གི། ཁྱོད་ཨ་མདོ་གི་ས་ཆ་འདི་ནས་འདི་འཇིག་ཏུ་ཟེག་གི། ད་སེ་ནུ་ཞེན་གི་ད་ཁ་རྐུག་གི་སྟང་ནས་ར་ད་ཤི་ད། སྒྲ་གདངས་དུ་མུ་ཟུ་ཐོན་སྟང་ཞེན་གི་ད་ཡི་གེ་འབྲུ་སོ་ར་ད་ཤི་གོང་ནས་བཤད་འདུག་གི། ཨ་འཇག་གི་འཇིག་ག་འཇིག་ཨ་འཇའ་ཤིང་འཇིག་ག་འཇིག་ཨ་འགའ་ཤི་ད་འཇག་གི་འཇིག་ག་འཇིག་དུ་མུ་ཟུ་ག་གསུམ་ཐོན་སྟང་ནི་རེད། དེ་ན་ད། ད་ན་འཇིག་རེད་ལ། ད་ན་ད། གང་ཟིག་རེད་དུ་ཟེར་ན་འདི་ཤི་ད་ལིས་ས་ཆ་ཡར་མར་སོང་གི་འདང་ཟུག་རྒྱབ་ན་ཟེར་གྱི་ར་ས་ཆ་ཡར་མར་གི་ཀིར་གི་དམངས་ཚོགས་ར་དེ་ནང་སོང་གི་ལྷག་པར་དུ་རྗེས་ལུས་ནས་ན། ད། མངའ་རིས་ས་སྐྱ་ཡན་ན་ཆོག་གི་ཁུལ་གྱི་ཁམས་ཕྱོགས་ཀྱི་ས་སྐྱ་ད་མང་ཆེ་བ་ཟིག་ཟེར་གྱི་རེད་ལ། ད་ད་སྐབས་ཀྱི་ཁམས་ཕྱོགས་ཟེར་ད་ཚོ་ད་ཁམས་ཕྱོགས་ཀྱི་ས་སྐྱ་ཚང་མ་ཟིག་མ་གྲ་མང་ཆེ་བ་ཟིག་ནི་ཁུལ་གྱི་འབྲུག་ཟེར་ནི་འདུག་གོ་བསྐྱོད་གི་མོ། རེད་རེད། དེ་ད་ད་འབྲུག་ཟེར་གོ་དྲིས་ད་ཚོ་ད་འདི། ད་འུ་ཆུ་འདི་ཤི་འདང་རྗེས་ཡོང་ན་འུ་ཆུ་ཨ་མདོ་གི་འཇིག་ཟེར་གོ་ནི་འདི་རེད་དེ་ཤི་ཤ་ལི་ཡོང་ན་ད་ད་ཤི་གི་འགྲོ་སུ་ཁུལ་གྱི་ཡི་གེ་འགྲོ་སུ་སྲིན་མོ་ནུ་ནང་གི་ཨ་འགའ་རྟེན་རྒྱག་གི་འཇིག་ག་འཇིག་ད་འུ་ཆུས་ཕ་ཁྱེར་འདི་འགྲོ་གི་མོ་དཔེ་ཆ་རིག་ཡོང་ད་རུ་ཟ་གི་ཚུལ་བྲིས་ཡོང་དེ་ད་ད། ཨུ་ཆུ་ཁམས་ཕྱོགས་འདི་ནས་བྱུང་གི་ད་རབ་དང་ཡབ་དང་གཉིས་ཀྱི་རྗེས་ཕྱོགས་བརྩེ་དུང་ཁ་སྐད་ད་མང་གཟུགས་གི་རེད་ཨ་ད་དེང་དང་ན་ད་ཨུ་ཆུ་ཁ་སྐད་གི་ནང་ན་འཇིག་ཟེར་གོ་ནོ་ར་ད་ཁམས་ཕྱོགས་ར་མངའ་རིས་ར་འདི་ན་འབྲུག་ཟེར་གོ་ནོ་ད་ཁ་སྐད་ཡུལ་སྐད་ཚང་མ་ཉང་ཆ་ཡིན་འབྲུག་ད་ཟེར་གོ་གི་མོ་ཨ་ད་དེང་དང་ན་ད་ཨུ་ཆུ་གི་ཅི་ཟེར་གོ་ནོ་ར་ཨུ་ཆུ་གི་ཁ་སྐད་ཟིག་ར་ཡང་ན་ཅིག་དུ་མོ་ཟིག་གི་འབོ་སྟངས་ཟིག་མ་གཏོགས་ད་འབྲུག་འདི་དོག་འདི་ཟིག་ཁྱབ་རྒྱ་ཆེ་ནི་ཨོ་ད་དོན་གི་ལ་ཀ་ནི་གཅིག་ག་སོང་ནི་ཁིར་གི་ཁྱབ་རྒྱ་ཡང་ཆེ་ནི།

ད་ཅི་འགྲིག་ན་འདྲ་འདྲ་ད་ལྟ་སྤྲོ་སྐུ་ང་རང་གི་བསམ་ཚུལ་ནི་ན་ཟེར་གྱི་ར་རེད་རེད་ད་མུ་ཟིག་ཅི་ད་དེ་ཁྱེད་ཀྱི་ད་ངས་འདི་བཏང་ར་ད་འགྲིག་གི་ཟིག་དག་ད་ལི་མྱང་ད་ཏག་ཏག། འོ་རེད་རེད་ད་ཁྱེད་རང་གི་གོང་ནས་བཤད་ད་ད་ང་ཚོའི་ཡིན་གྱི་ན་ཁམས་ཕྱོགས་ད་ནི་ང་ཚོ་ད་མཚོ་སྔོན་ཨ་མདོའི་ས་ཆ་ད་ནི་དབུས་གཙང་གི་ས་ཆ་ཁ་ཤས་ད་མང་པོ་སོང་ཟིག་རེད་རེད་ད་ཡིན་དང་ན།
ད་ཁྱེད་རང་སྤྱིར་གི་འཇིག་འདི་ཞིབ་འཇུག་གི་ཆུ་བོའི་མགོ་དེའི་གནམ་གཟིགས་ག་ཙམ་ཡིན་ནོ་དེ་གའི་ཆུ་མགོ་རྩ་མེད་ད་ས་ཆ་གང་དག་ག་སོང་ཡིན་ནོ་དེ་གཅིག་ངོ་སྤྲོད་གཟིགས་ན། རེད་རེད་རེད་ད་འདི་ཉིས་སྟོང་གསུམ་གི་ལོ་རྙིང་ལས་ད་ངའི་སྔོན་མ་ཡི་ད་ལོའི་ཆུ་བོ་ད་ཨ་མདོ་གཞག་གི་ནོ་ཁད་ཅིག་གི་ནོ་ད་འདི་ཚོ་འདི་ལས་གཟིགས་མོ་དེ་གའི་ད་ལོའི་གཞིགས་ནས་ད

ཧ་ཅང་གི་ད་ཁིར་གེ་ཆི་སི་གོ་ནར་ཅིག། ཧྲ་ཤང་ཧྲ་བ་གི་ཁིར་གི་རིག་གདུབ་ལྗོངས་སྐྱི་ལེ་སྐྱི་ཙེ་ཀྱི་ར་ཁིར་གེ་ཏང་ཟིག་རི་མོ་དཔེ་འཇོག་གྱི་ན་ཁྱོད་ཅིག། དགོན་པ་ར་འདིའི་ནང་ནས་ད་ཆི་སི་ཙེ་གོ་ནར་ཁིར་གེ་སློབ་སྦྱོང་གི་ནུ་གི་ཤ་ཡིག་ཅི་ཟ་ཟི་ན། འོ་དེ་ད་འདིའི་ར་ཁ་དོག་དཀར་མོ་འདི་སྔོན་ན་ཡི་གེ་མ་ཤེས་གོང་ཟིག་གི་ཁ་རྩུབ་བུའི་ཤ་གོ་ཀ། ད་ད་གི་ནུས་བ་དེ་དག་གང་རུ་བརྫུས་ན་ཅོ་མང་ཚོགས་ཁྲོད་ནས་ཁེལ་འདུབ་བྱེད།

རེད་རེད་དེ་འདི་ན་འདི་ད་དེ་རང་གི་གཉིས་ཀ་མིག་སྤུ་ཚེ་ནམ་ཟིན་ནོ་གི་འདི་མི་འདྲའི་ལེ་ཚན་འདི་འདྲ་ཟེར་གྲུབ་དོན་ར་གཙོ་བོ་དམངས་ཁྲོད་ཀི་རིག་ནི་དེ་ཅིག་སྔོག་འདོན་ཡིན་གྱུར་ར་འདི་ཅིག་ཞིམ་ཅིག་ཟིག་ཨི་བ་ཟིག་དི་ག་ཡིན་གྱི་ན་འདི་མོ་ཟེར་གྲུབ་ནི་ར་དེ་འདི་ན་དེ་རང་གཉིས་ཀ་སྐབས་སི་བ་པ་ད་མིག་སྤུ་མིག་མང་ཟིན་ན་སི་པའི་མིག་མང་སི་གོ་ནོ་འདི་ཡིན་གྱི་ན་ར་ད་ང་ཚོ། མདོ་དབུས་ཁམས་གསུམ་གང་ང་སོང་ན་དེ་ནས་རྒན་གཞོན་བར་མ་སུ་ཡིན་ན་ར་ཞིག་ཆོག་ནས་དེ་ག་ཡིན་གྱིས་ན་རང་རང་གི་རུབ་ཀ་གི་ཅིག་བློ་གི་ཆེ་ཆུང་བཞིན་དུ་ད་འདི་ཡིན་ན་ཆོག་ནས་དུ་མོ་གི་ད་མང་ཕྲུག་གི་སྒྱུ་རྩལ་ཟིན་ན་མང་ཕྲུག་གི་རིག་གནས་ཟེར། དེ་ཡིན་དང་ན་ད་འདི་ང་ཚོ་ཡིག་ཆ་ར་འདི་བཟོ་ལ་ག་ནས་ཡང་ཧོང་གི་ཡ་ར་དེ་ན་འདི་འདི་ཀྱི་མང་ནས་གི་གི་དེ་ཡིན་ན་རང་ནས་དེ་མོ་གི་ནི་ཚེ་རེད་དེ་ཡིན་དང་ན། ཁྱེད་རང་གི་ཤེས་ཚད་ལྟར་ན་ད་ང་ཚོ་འགྱིག་གི་རིག་གནས་འདི་མང་ཁྲོད་ལ་ད་རེད། ད་ང་ཚོ་དུས་ཡིན་ན་འདྲ་ཆུ་འདྲ་ཟིག་འགོར་འོག་གི་ཆུའི་སྔགས་ཤིག་ཏུ་གངས་ཟིག་ག་ཐུག་གི་དུས་སྐོར་ནས་ཅིག་བཤད་ན། རེད་ད་འདི་གི་ཁག་གི་ལྷོ་རྒྱུས་ཟེར་གྱི་ར་འདི་བཤད་ཡོང་ན་ཆོས་གོས་ད། ད་གི་འབྲུག་སི་ཀོ་ནང་གི་མང་དག་ངེས་སི་རྡོར་རྗེའི་ཡིག་ཆ་ནང་ཡོང་ཡོད་མི་ད་རུང་རྩ་ཡིག་མ་རྙེད་ད་ད་ཡོད་ན་ཐང་ང་རང་གི་ད་སྔ་མ་རིག་ད། ད་མིག་མང་སི་ཀོ་ནང་གི་མང་དག་ངེས་སི་ཨུ་ཆུ་རྡོར་རྗེའི་ཡིག་ཆ་ནང་ཡོང་ཡོད་ནི་འོན་ཀྱང་དེ་ན་ཏུང་ཧོང་ཐའི་རིག་གི་ནང་ན་རི་ད་གི་ལོ་འབུ་ཟི་ག་ད་ཁིར་གི་ཁྱོང་སྤུན་སི་སིར་རྩེ་ཟི་ད་ཏུ་མུག་ལོ་འབུ་ཟི་ག་ངའི་ཉག་གཅིག་ག་མི་འཛོམ་གི་འཛོམ་མེད་ན་ད་ཁྱོང་སྤུན་སི་སིར་རྩེ་ལྟ་བུ་ཡིན་ཟི་ད་ཏུ་མུག་ཁིར་གི་བྱ་ལོ་ཀ་རེད་དེ་ཁྱོང་སྤུན་སི་སིར་རྩེ་རྩེ་དོག་ཏུ་ད་ཁིར་གི་མཛངས་ནུག་གི་ཚལ་དུ་བྱ་གོར་ཚ་ཚོ་ད་དེའི་ནང་ན

སྒམ་པོ་གི་སྐབས་དང་ཡང་ན་དེའི་ཡར་སྔོན་ཡིན་གྱི་རེད་ཅེས་ད་དུས་ད་ལི་ཁིར་གའི་ཡུལ་ཚོ་རེ་གོ་ནི་རེད། རེད་དེ་རེད། མཐོང་ན་ད་འདི་མོ་གི་ད་ཆོས་གོ། འདི་ཁིར་གའི་ཡིན་གྱི་ན་ད་མིག་མང་གི་རིགས་ཀྱི་འཇིག་གཞུང། ད་ཆེ་ཟིག་ར་མ་རེད་ཆུང་ཆུང་ཟིག་ར་མ་རེད་གཉིས་ཀྱི་རྒྱབ་ལྗོངས་ན་འདི་འབྲིང་ཟིག་རེད་མོ། རེད་རེད། འོ་དེ་དེ་འདྲ་ད་འདི་ཆེའུ་ད་སྔ་བོ་ལོ་ནི་གང་རེད་ཟེར་ན་ད་ཕིར་བཅུ་བདུན།

འདི་མོ་གི་མིག་མང་གི་ཁུར་གི། ད་འགྲིག་གཞུང་འདི་མ་གཏོགས། འཇིག་གཟན་པ་གི་འཇིག་གཞུང་འདི་མོ་ད་རྡོ་ར་འདིའི་ཐོག་གི་ཡོད་ནི་དྭངས་མ་ད་དུམ་ཡོད་ནི་ཨི་རི་ཛི་ན་དེ་རགས་ཤིག་མང་ང་ཡོད་ཁུ། དཀོན་མཆོག་གྱི་ནི་ཨི་ཅུག་གི་ཡེ་ཤུག་གི་ས་ཆ་ན་ཡོད་ཁུ། མང་ང་ཡོད་ཁུ་ནང་ཆེན་ན་ཡོད་ཁུ་ཁྲི་འདི་ན་ཡོད་ཁུ་དི་སི་ཀི་ར་ཨི་ཅུག་འདི་ནི་ཡ་ར་སོང་ན་ཨི་ཅུག་གི་སྟོང་སྐུར་འགག་འདི་ན་ཡོད་ཁུ་འདི་ནི་ཨི་ཅུག་མ་ར་སོང་ན་ད་ད་གི།

བདུན་པའི། ད་ཆུ་ཟིག་སེར་ད་ཁྲི་འདི་རྫོང་གི་སྔ་གཡོག་ན་ཟེར་གྱི་རེད་གོ་ད་གཞན་པ་ཤ་བཀོད་ནི་མ་རེད་གོ་ཨོ་དེ་ད་ཁྲི་འདི་རྫོང་གི་སྔ་གཡོག་ན་རྡོ་གི་ཐོག་ཡོག་གི་གཞོག་ནས་འཇིགས་བྱུང་སུམ་ཆུ་ད་སྔ་སྙེ་ལོང་ཟིག་གི་སུམ་ཆུ་སོག་གཉིས་ཡོག་གི་ཨོ་འཇོག་རྒྱུ་ན་འདི་ཚང་མ་བལྟས་དང་བལྟས་ད་རང་འུ་ཆུ་བོ་གི་ས་ཆ་ན་མང་གི་ཨོ་འཇོག་རྒྱུ་ན་འདི་སྐར་རྫིས་ནས་ག་ཡི་ཟིག་ཨ་དེ་ནས་འུ་ཆུ་རེབ་གོང་གི་རྒུ་རོང་གི་ཁོག་ཀ་ན་ཡང་འདི་མོ་གི་འཇིགས་བྱུང་ཟིག་ཡོག་གི། དེ་དང་ད་ཧ་ཅང་གི་ད་རྡོ་རྗེའི་ཡིག་ཆ་ལྟར་ན་ཆོག་གི་ཁིར་གའི་དངོས་བོ་ཡིན་ན་ཆོག་གི་འདི་མོ་ད་མང་ཡོད་གི་ཡིན་ན་ཡང་ད་འཇིགས་བྱུང་འདིར་ག་ལོ་ཆུ་མོ་ཟུང་གི་རོ་ཁི་ཏི་ཟེར་ན་ད་རུང་དེ་ཚན་རིག་གི་རྟགས་ཤེད་ཡིག་སྟངས་ནས་ཟེར་གྱི་ར་ཁིར་གའི་དིག་དེ་ཐག་བཅད་སྟངས་དུ་མོ་ལོ་ཚིག་ད་སྔ་མེད་གི། རེད་རེད་རེད་དེ་འདི་ན་སྤྱིར་བཏང་འགྱིག་འདི་ལ་ང་ཚོ་མཚོན་དུང་གི་ཆ་ནས་བཤད་ཡོང་ན་ད་སྤྱིར་བཏང་དམངས་ཁྲོད་ན་རྩེ་དགོན་ནི་དུ་ཁ་ཤས་དུ

འདི་ས་ནང་ནུ་ཀ་རོ་དག་ར་ཉན་ཚོང་གི་ཡོད་ནི། དེ་ལྟ་ན་ད། སྐྱིད་ན་ཡོད་འདུག་གི་དེ། ནག་པོ་ཚ་ན་ནག་པོ་ཉེ་ར་ཀ་རོ་ཚ་ན་ཀ་རོ་ཉེ་ཡོད་ཀ། དེ་ཉའང་ཉེ་ཟེར་ནི་མ་རེད་ཁིར་གི་ཁྱི་ཟེར་ནི་རེད། ཁྱི། སྒོ་ཁྱི། སྒོ་ཁྱི། སྒོ་ཁྱི་ཁྱི་སྟེ། ད་ད་ད་ཁྱི་ཟེར་ཟེར་ན་ད་ཉི་དང་ཁྱི་གཉིས་ཀ་མཉམ་འབྲེལ་ཡིད་ད་ལི་མཉམ་འབྲེལ་གི་སྒོ་ནས་ཟེར་གྱི་རེད་ལ། འོ་ལེ་ཉི་དང། དེ་ནས། འཇོག་གོ་དྲིས་འཇིག་སྡིག་གི་ཉི་ང་ར་ཏི་ཟེར་ནི་ཏྲོ་འོན་ཀྱང་ཁིར་གི།

ཆབ་སྲིད་ཚོགས་འགོ་ནི་ད་ལྟ་དག་ཞིག་ཕུན་སུམ་ཚོགས་པ་ཡོད་ནི་རེད། དཔོན་ཚོགས་ཀྱིས་ནི་ཨུ་ཆོས་ཀྱི་རྒྱལ་པོ་གི་འཇིགས་སྐུལ་ཟིག་ད་ཨུ་ཆོས་ཨུད་ཟེར་གི་མོ། ད་འདི་ལ་ཡང་ཁིར་གའི་ནག་སེལ་ཆ་ཚིག་ཡོད་གི། དཔོན་ཚོགས་ཀྱིས་ན་ཁིར་གའི་མགོ་མེད་ནི་ཡོད་གི། མགོ་གཅིག་ཅན་ཡོད་གི། དཔོན་ཚོགས་ཀྱིས་ན་མགོ་གཉིས་ཅན་ཡོད་གི། དེ་ནས་མགོ་བཞི་ཅན་ཡོད་གི། མགོ་བརྒྱད་ཅན་ཡོད་གི། མགོ་བཅུ་དྲུག་ཅན་ཡོད་གི། ད་དུམ་གུ། འདི་ཚང་མ་ད་ཆ་ཟིག་རེད་ཟེར་ན་ད་གིར་གི་ཆབ་སྲིད་གི་རྣམ་པ་མཚོན་དགོས་ནོ་ག་གིར་གི་དུམ་གུ་འཇིག་ཏག་ཏག་རེད། ད་ཅི་རིགས་བྱ་ལས་སོང་ན་ད་གི་རྒྱལ་པོ་གི་འཇིག་འདི་དཔེ་འཇོག་དེ་ན་དབྱེ་བ་འདི་ཆོས་ཐང་ནས་ཟེར་གྱི་རེད་ལ། ད་ཆེས་ཞིབ་གི་འདི་ཤིང་ཐང་གི་བོད་ཀི་ལོ་རྒྱུས་ལྟོས་དེ་ཤེས་ཡོང་ན་ཆི་མོ་ཟིག་རེད་ཟེར་ན། བོད་ཀི་འཇིག་འདི་གི་བོད་ཀི་ལོ་རྒྱུས་གི། ནང་གི་སྲི་ད་གི་རྒྱལ་པོ་གི་འཇིག་ད་གི་འོག་གི་ལོ་རྒྱུས་འདི་དག་འདི་ཁིར་གི་ཅི་ཕྱི་ལི་ཏང་ཁ་ཆོག་ག་ཚ་བོ་ཡང་ན་ཅི་ཁྱབ་ཆེ་ས་ནི་ཁིར་གི་བྱེ་བྲག་གི་རེ་རེ་རེ་རེ་མཚོན་རྒྱུ་དཀའ་ནི་རེད་དྲ་ཁྱབ་ཆེ་ས་ནི་ཁིར་གི་འོག་གི་རྒྱལ་པོ་གི་འཇིག་འདི་ས་བོ་ཤི་ན་འོ་འོག་གི་ལོ་རྒྱུས་དག་འདི་མོ་ཟིག་རེ་ད་འདོད་ཀྱི་འདི་འོ་ལེགས་ས་ཤི་དེ་ཐུབ་ག་ད་བོ་དེ་སྐྱ་ཐིག་ཟིག་སེ་མ་ཧང་ཆོག་ག་ད་བོ་ཟེར་གྱི་རེད་ལ་ཁིར་གི་འདི་མོ་གི།

ད་སྙིང་ང་བལྟས་ན་ད་ཆུ་ཟེ་དགུ་ནི་ཕྱི་ག། སོག་རྫི་ཆུ་ར་དུ། ད་སོག་རྫ་སོང་ན་ད་ཁོམ་སོང་ཟིག་རེད། ད་མྱི་ཟིག་ག་མ་ཐུག་ན་རང་གི་ཁི་རིའི་འདི་གྱི་རི་ཡ། འོ་དེ། ད་གི་འཇིག་དུས་སྙིང་ང་རྫི་བོ་ཁེར་སྐྱེར་ར་ཟེར་ནི་རུང་ཁུས་ཁུས་པ་སྡེར་དགུ་ར་ཟེར་ནི་རུང། ད་འཇིག་དུས་ཁི་ནག་ཟིག་གི་ད་ཁུས་པ་ཁྱི་ཀོ་ནུ་ཤི་ཐུབ་ཀི་རེད་རི་ཀ་ཟིག་འགུག་ལ་ཁུ་རེད། དེ་ཁི་ཉི་ཁི་མ་ཟིག་གི་ཁིར་གི་དེ་དུས་སྦྱོང་བ་ཡི་གྱི་ད་ཧོན་ཅོག་གྱི་ན་འདི་མོ་གི་འཇིག་ཡོད་ཀྱི་རེད། དེ་ནི་ཉི་གཉིས་གི་འདི་གྱི་དེ་ནི་ཉི་གསུམ་གི་འདི་གྱི། ཉི་བཞི་གི་འདི་གྱི། ད་ཤི་གི་ཧོན་ཅོག་གྱི་ན་རྒྱལ་པོ།

ཅིག་ཁ་ཏུ་ཨི་འབྲུག་ལྟ་གོ་ནོར་ཡོད་ད། དེ་བྱིངས་ད་ད་ཤིང་འབྲུག་ཟེར་གོ་ནོར་དེ་རེད་ད་གཏུམ་མོ་ཟེར་གིས་འདང་རྒྱག་གོ་ནོར་དེ་ཤི་དང་བ་ད་གཏུམ་མོ་གི་མྱི་གི་མཚན་ནས་བཤད་ན་ཡང་གཏུམ་མོ་གི་མི་ང་གི་འདས་ཀྱི་ཟེར་གྱི་རེད་ལ་གཏུམ་མོ་གྱི་ད་ནི་ཡང་ལོ་ནག་གི་ཕྱོགས་ནས་བྱས་ན་ར་ཤ་ཡིག་གི་འདས་ཀྱི་རྒན་པ་གི་འདས་ཀྱི་ཟེར་གྱི་རེད་ལ་ལོ་ཀག་ཤིག་གི་ད་ར་བ་ཡི་ད་ནོ་ད་གཏུམ་མོ་ཡང་འཇིག་ཡིན་གྱི་ན་ར་དཔོན་ཆགས་ཀྱི་ན་འདང་ཡིན་གྱི་ན་ར་ང་འཇིག་བཟོ་ཡིན་ན།

ད་ང་ཚོས་བསྡུས་བ་ཟིག་ཡིན་ན་སྤྱིར་བཏང། ཆ་ཟིག་གོ་ན་ད་ང་ཚོའི་སྟག་རི་ཡིན་ནི་ད་སྟག་ཡིན་ཟིག་ད་ཁ་ཤས་བཤད་ན། སྟག་ཡིན་གྱི་ན་དེ་རང་ཁྱོད་གཏམ་ཡོག་པ་ཟིག་ཤོད་སོང་ཟིག་ལྟོས་བ་ཀི་ཅིག་ལུག་ཁ་ཤས་ཟུག་མདང་ནི། དེ་ང་ཁྱེད་ཟིག་འཇིག་ཟིག་ད་གཏམ་དུ་མོ་བཤད་ཐ་གོ་ཟིག་རྒྱུ། ཁ་ཧོ་ཡོག་ཀྱོག་ཡོག་ཀྱིས་ད་ཏི་ཤི་ད་ལི་ད་འཇིག་ཁར་གོ་ན་དོན་ཟིག་ར་མ་རི་ཡ་ད་གཏམ་དུ་དག་ཤི་ཟིག་ད་གོ་གི་རི་ཨི་ཅོག་དཔེ་འཇོག་གྱི་ན་གཏམ་བཤད་ནུ་ད་ཀ་ཡིན་ན་ཡང་འདི་མོ་ཟིག་གོ་ནི་རི་ཡ་དཔེ་འཇོག་གྱི་ན་ཨི་ཅོག་གི་ཏོང་ཧོང་དེ་རིག་གི་ནང་ན་ཡང་སྐད་ཆ་ཟིག་ཨ།

ད་ཁྱོད་དཔོན་སུ་སེར་སྐྱའི་འདུ་དགོང་འདི་ལྟ་བ་གི་ཁོ་འཇོག་གི་ཞིག་བཏང་ན་ཁོ་ལྟ་བ་གི་ཁབ་ནང་ང་འབུག་འདི་ནི་འདྲ་འདྲ་ཟིན། དེ་རེད། ད། ཉང་མའོ་རྒྱལ་ཤང་སྣང་ལྡན་ཁ་ཟེར་གོ་ད་སྡོང་བུ་དེ་ཉང་ཡི་ག་ཟིག་མི་དྲིན་གི་ར། དེ་བ་གི། ཁྱོད་བ་གི་སོང་ད་ལྟ་བ་ནི་མ་རེད་སི། ད་ཁིར་གི་བ་གི་ངོ་མཚང་ར་དྲུག་བྲིས་ཟིག་མོ་དེ་གི་ངོ་མཚང་བྲིས་རི་ཐ་ཚོ་ད། ད་གི་མའོ་རྒྱལ་ཤང་སྣང་ད་ཡིན་བཏང་ཁ་ཟིག་ཡིན་དུས་ད་ཁོ་བ་གི་སྔོན་ཆད་ད་དམག་རྒྱག་གི་ར་འཇོ་མ་མྱོང་སི། ད་འབུག་འདི་དགོང་འདི་ར་རྒྱལ་ནང་འདུ་མ་མྱོང་སི། ད་དཔེ་གི་དགོས་ནི་བྱ་གོ་ག། ག་དེ་ཁོ་དེ་རང་འཇོག་གི་ཞིག་འཇོག་རྒྱུ་ན།

ད་ཧྲལ་གྲོགས་པོ་གི་གཟིགས་ནི་ཁ་སྐྱེ་རུ་ཧྲལ་ད་ལྟ་ཟེར་ག་ད་ལྟ་ཀྱང་གྲོང་གོག་ཟེར་ག་ཁ་སྐྱེ་བཟོ་ཧྲལ་གྲོགས་པོ་བྱས་ཏེ་ཁྱེར་ད་ཆུ་ཟེར་དགོས་ཟེར་ན་ད་དམག་རྟ་གཉིས་ཀ་ཚགས་མ་བྱུང་དམག་རྒྱག་མ་དགོས་ད་ཁིར་གི་གཏམ་ཁ་ཡིས་ད་ཆུ་ཟེར་ཟེར་ན་བློ་བཏང་རིག་པ་དང་གཏམ་ཁ་ཡིས་ད་ཁིར་གི་སུན་པ་ཏུ་ཕྱི་ར་རྒྱའུ་སོང་ཙི་འགམ་པོ་ང་བས་བདེ་ཐང་ཟེར་དེ་བྱུང་གི་ད་ལུག་སྟུག་གི་རྒྱུ་ཕབ་སྟེ་སྐྱེ་ཐོར་ཐོར་ལ་བསྒྱུར་ནས་ཟེར་ད་དེར་རྡོ་རྗེའི་ནང་ན་དཔེ་འཇོག་རྒྱུ་ན་དུ་མོ་འདི། དེ་ཡིན་དང་ན། ད་ད་སྐུ་བས་ན་ཁྱེད་རང་གི་གོང་ན་བཤད་དགོས་ནོ་ད་ང་ཚོ་གཅིག་ཁ་དོག་སྒྲིག་རྒྱུ་ཅན་པོ། དེ་ཡིན་ན་ཆོག་གོ། དེ་གར་ད་ང་ཚོ་འཇུག་ད་གི་ཁེར་སིག་འཇམ་པོ། ཨོ་ལེ། དེ་ཡིན་ན་ཡང་དྲ་ཐོག་ར་འདི་བཟུང་ན། ད་ང་ཚོ་དེ་རིང་ཕྱི་ནས་ཚེ་ར་ཉོ་རྒྱུ། དེ་ཤེས་ཡོད་གི་དེ་མདོར་ན་གང་ལྟར་ཀྱང། ད་ང་ཚོ་རྒྱལ་སྤྱིའི་སྟེང་ན། བཀོལ་སྤྱོད་བྱེད་དགོས་ནས་འཇུག་འདེད་དགོས་ནས་འདི་མོ་གི་འཇུག་ཁ་ཤས་ཡོད་གི། འདི་ཐམས་ཅད་པོ་ཡིན་གྱི་ན་ཡང་དུས་རབས་ཀྱི་འགྲོས་དང་བསྟུན་ནས་ང་ཚོ་ཅིག་ད་ལོག་ལྡེ་རྩེ་ཆེ་ཟིན་ན་འདིའི་རྣམ་པ་གི་སྟེང། ཏི་མོ་ཡིས། ད་ཡང་སྟོན་མི་ན་ཅི་ཡོད་སྒམ་ར་འདི་མོ་བསྒྲིག་ཡིན་ཟེར་དགོས་ན་ར། འདི་རེད། ང་ད་ཐབས་ཤེས་སྣ་ཚོགས་ཀྱི་རྐང་བསྟར་ཀྱང་ད་སྐུ་བའི་ན་ཡང་ང་ཚོ་ཅིག་ཅིག་ཚོགས་པ་ནང་ན་ཤི་སྐུ་ན་ར་སྐུ་དེ་ནས་འདི་མོ་གི་ཀྱི་རོགས་ཀྱི་དེ་ཡིན་ཙང་ན་ད་དར་ང་ད་ང་ཚོ་དབུས་ཀྱི་འཇིག་འདི་ཡང་ཅིག་ལོག་དེ་རྩེ་ཆེ་ར་འདི་མོ་གི་རྣམ་པ་གི་བཟི་ཡོ་ནས་དི་མོ་ད་དར་ང་ཕ་ཆེར་མ་རིག་ད་དེ་ཡིན་ཙང་ན་ཁྱེད་རང་གི་འདིའི་ཕྱོགས་ཀ་བསམ་བློ་བཏང་མྱོང། རེད་འུ་ཆོས་གི་དཔོན་ཆགས་ཀྱི་ན་ད་གི་འུ་ཆོས་གི་དབུ་ཀི་ར་མིག་མང་ཟེར་གྱི་རེད་ད་འདིའི་རིགས་འདི།

སྲོལ་རྒྱུན་གྱི་རིག་གནས་དེ་དེང་རབས་ཀྱི་ལམ་ལ་ཧ་ར་ཁ་ཕྱོགས་པོ་གི་རེད་ལ། རེད་རེད། ད་གང་ཡིན་ན། ཧྲ་རྒྱོབ་ཅིག་གི་ཧྲ་རྒྱུ་རེད། འོ་རེད་རེད། ད་མདོར་ན་དེ་རང་གི་ཨ་མྱེ་གི་མེས་པོའི་ཚེ་རྣམས་སུ་ནང་འདི་ནང་ད་སྲིད་པའི་མིག་མངས་ཟེ་འདི་མོ་གི་ལང་ཟིལ་གི་སྟེང་ནས། ད་གཙོ་བོ་ཁྱེད་རང་གི་འདི་ན་ལུས་གང་མང་གི་ཞིབ་འཇུག་འདི་འདྲ་ལས་ད་དང།

མེས་པོའི་ཚེ་ནང་གི་ལས་གཞན་དག་ལ་གཟིགས་པར་དགའ་བསུ་ཞུ། ད་ནི་སྐུ་བདེ་མོ་ཤི།